ཡིན་ཨང། གངས་ལྗོངས་ཕ་སྐད་གཙང་མའི་གླེང་སྟེགས་ཀྱི། ཚོགས་གཙོ་ཚོགས་གཞོན་དབུས་པའི་དོན་གཉེར་ཅན་རྣམས་ལ་ཡང་ངས་འདི་ནས་མ། འཚམས་འདྲི་སྐུ་སྐྱེ་གསལ་ཐང་བཅས་ཞུ་གི་ཡོད་དོ། ད་ད་རེས། རེས་གཟའ་སྤེན་པའི་ཉིན་མོ་ལ་ཡང། སྔགས་བློ་སྟོབས་ཀྱི་བློ་གསལ་འདི་ཡིན་པ་རེད། དེ་ནས། ད་ང་རང་ཚོ་དཔེ་དེབ་བཟི་ཡག་འདི་ཡང་དྲན་སྐུལ་ཞུ་ཡག་ལེ་ཡག། ད་ལྟ་སྔ་འགྱུར་རྙིང་མའི་པར་སྐྲུན་ཞུས་པའི་སྔ་འགྱུར་རྙིང་མའི་པར་སྐྲུན་ཞུས་པའི་བཀའ་འགྱུར་དཔེ་དེབ་ཨ་ནེ་དམའ་སེར་ཅན་དེབ་གྲངས་བརྒྱ་དང་ཉི་ཤུ་རྩ་དྲུག་ན་གཟིགས་པར་བལྟ། ང་ང་གཟུགས་སྔགས་པོད་གསུམ་སུ་ཡོད་པའི་ནང་ནས་ད་པོད་དང་པོ་དེ་བརྒྱ་དང་ཉི་ཚེ་དྲུག་ན་རེ་དང། ད་དེ་ནས་ཁ་སིའི་བློ་བསམ་དེ་ཤོག་གྲངས་བཞི་བརྒྱ་དགུ་བཅུ་གོ་གསུམ་རེ་ཞིག་བཞག། བཞི་བརྒྱ་དགུ་བཅུ་གོ་གསུམ་ན་སྲིད་པས་ཨ། ད་ཨ་ལས་མཚན་བྱང་དེ་ལ་ཡང། འཕགས་པ་བྱང་ཆུབ་སེམས་དཔའ་སྤྱན་རས་གཟིགས་དབང་ཕྱུག་ཕྱག་སྟོང་སྤྱན་སྟོང་དང་ལྡན་པ་ཐོགས་པ་མི་མངའ་བའི་ཐུགས་རྗེ་ཆེན་པོའི།

ཤོག་ངོས་གཉིས་ཆ་ཚང་རིས་མ་སོ་ང་རེད་དེ་བཞག་ཡ་ཡ། ད་དུག་ཟིན་ད་ད་དེ་ཡ་ཐ། ཨོམ་སར་བ། བན་དེ་ན་ཆི་ད་ན་ཀ་ར་ཡ། བན་དེ་ན་ཆི་ད་ན་ཀ་ར་ཡ། སར་བ་པ་པ་སམུ་དྲོ། སོར་མོ་འདྲུ། དང་འདི་དེ་ང་རང་ཚོ། དང་འདི་དེ། སྲི་ཞུ་ཞུ་བའི་ཆེད་ལས་ཡ་རྩེ་ངའི་ལྕགས་དེ། ཨ་ནི། གོང་མའི་ཡི་གེ་དེ་ལྕགས་ཅིག་ཀློག་དུས། ད་ཡིས་རྗེས་འཇུག་ད་ཡིས་སྒྲ་གདངས་ཚུལ་རིག་མ་ཀློག་གོ་གི་ཡོད་ཅེས་ང་ཡིས་ཞུ་ན་གསུངས་ཡོད་རོ། ཡིན་དུས། ད་ར་ད། ན་རོ་སྦྱར་དུས་འདྲོ་རོ། དང་འདུ་རོགས་ལ་ཡང་ལྕགས་དེ་ཚུར་སྦྱང་ཡོད་འདུག་གོ་ནས་ལྕགས་དེ་ད་ཡིག་དྲ་དང་ཀློག་གོ་ན་འདུ་རོགས་ཏུ་ཆོས། འདུ་རོགས་ཏུ་ཆོས་སུ་བྱ་བར་བཏང། ཨ་ནི། དབྱངས་དུ་ང་རོ་འོག་མ་དབང་ཞེས་བྱ། ཨ་ནི་འོག་མའི་ཡི་གེ་ལས། དབྱངས་འོག་མའི་ཡི་གེ་ཐོབ་དང་སོང་ཙང་ད་ཆ་ནོར་ཆོས་སུ་སོང་གོ་རང། ས་བ་པ་པ་ས་མུ་འདུ་རོགས་ཏུ་ཆོས། ཁྱང་ན་ཀ་ར་ཡ། ས་བ་བི་ཨ། སར་བ་འབི་ཡ་ཏི་པྲ་ཤ་མ་ན་ཀ་ར་ཡ། ཡི་གེ་ཁེར་རྐྱང་ཐོས་བསམ་མ་བྱས་གསལ་བྱེད་ཕྱི་བ་ཤུག་གོང་མ་རེད། འབའ་ལ་ཡ་ཡ་ཏོ་བི་ཏི་བི་ཡ་དང་ཡ་ན་བི་ཡ་ག་རི་ལོ་ནས་ཐུག་མཁན་ཡོད་ས་མ་རེད། སར་བ་འབི་ཡ་སི་ནས་རེད་བི་ཡ་ཏི་སི་ནས་མཁན་མི་འདུག་པྲ་ཤ་མ་ན་ཀ་ར་ཡ། སར་བ་ཨི་ཏི་ཡོ་ཞེས་ཨ་ཀི་ཨི།

ཨ་ཡི་སྒྲ་དང་ཁྱིམ་ལོག་བཅས་དབྱངས་ཨ་རིང་པོ་ཆོད་པའི་གི་མཚོན་དོན་ལ་ཡང་ཨ་ཁྱུང་ཞེས་བྲིས་འོར་བ། ད་དེ་འདྲའི་སྐབས་རེ་ཡང་ཆེས་ཨ་ཡི་སྒྲ་དང་ཚུལ་མཐུན་དགོས་པ་དེ་འདྲའི་ཡོང་དགོས་པ་རེད། མཐུན་མི་དགོས་པ་དེ་འདྲའི་ཡོང་གི་འདུག་ད་དེ་གཉིས་ནི་ཁྱད་པར་མཐའ་གཅིག་ཏུ་དེ་ནས་མཚམས་འདི་རེད་ཟེར་ང་ཞུ་ཚུལ་དེ་ཡང་སྐད་མེད་ད་དེ་ཕལ་ཆེན་ད་འདི་དེ་ཨ་ཅིའི་ཚུགས། སྒྲ་དང་ཚུགས་ཟུར་དོན་ནང་ཁུངས་ཡོད་ས་རེད་བསམ་ས་འདུག་ཨ་ར་ཡང་ཨ་བ་ལོ་ཀི་དེ་ཤི་བ་ར་ཡང། ཏཱ་བ་ནི་ལ། ཏཱ་བ་ནི་ལ་ཀན་ཏཱ། ཀན་ན་ཀན་ཐ་ལོ་ཏྲ་ར་བ་ཏཱ་བ་ནི་ལ་ཀན་ཏཱ། ན་མ་པ་ར་མ། ཧྲི་ད་ཡ།

དེ་ཚོ་ཡི་གེ་ཁེར་རྐྱང་སུ་དང་ཞིབ་པོ་ཀློག་མ་གྱིན་པ་ཡོང་ས་མ་རེད་ཨང། ཏཱ་ཏི་ཨ་ཐ། ཨ་ལོ་ཀེ། ཨ་ཏི་པ་ཏི། ཨ་ལོ་ཀ། ཨ་ཏི་པ་ཏི། ལོ་ཀ་ཨ་ཏི། ཀྲན་ཏེ། དེ་ཀ་ར་དང་ཀ་རར་བ། ཨ་ནི་བརྩེགས་མའི་ནང་དེ་ཀ་ར་ལ་ཡ་བྱ་རྒྱ་ཀ་རམ་བྱེད། ཨན་བ་གི་རྟ་ལ་ཡ་དབྱངས་འབྲིང་པོ་དེ་ཐོབ་གི་ཡོད་ཙང་ཀ་རམ་ཏེ་ཟེར་བ། ལོ་ཀ་ཨ་ཏི་ཀ་རམ་ཏེ། ཨེ་ཧ་ཡ་ཧི། མ་ཧ་བྷོ་དྷི་སཱ་ཏུ་བ། ཧེ་བོ་དྷི་སཱ་ཏུ་བ། ཧེ་མ་ཧཱ་བོ་དྷི་སཱ་ཏུ་བ། ཧེ་པྲི་ཡ་བོ་དྷི་སཱ་ཏུ་བ། དེ་ནས་ཧེ་མ་ཧཱ་ཀ་རུ་ནི་ཀ་མ་མ་ཧཱ་སྨ་ར་ཧྲི་དྷ་ཡན། སྨ་ར་ས་མ་ཏཱ་ཧི་དྷི་ཝན་སྨ་ར་ཧྲི་དྷ་ཡན། ཨེ་ཧི་ཡ་ཨེ་ཧ་ཡ་ཧི།

གསི་ད་ཡོ་གི་ཆུ་བ་ར། དུ་ཧུ་དུ་ཧུ། བི་རི་ཡན་ཏེ། བ་ལོ་ནེ་དུ་ཀ་ཡན་བ་དང་བ་ཅི་རི་ལོ་ཧུར་བ་དང་བ་ར་ཅི་ལོ་བན་བ་གུ་གུ་བི་ར་བི་རི་ཅན་ཨ་ནི་ཡ་ན་ཡན་ཏ་དུ་མུ་ཏེ་སི་ཅི་ལོ་ཧ་ར་གོ་ཤི་ཀེ་དུ། བི་རི་ཡན་ཏེ།

དང་ཐ་དད། སར་བ། ཀིར་ཏ་ཡ་སྒྱུ་རྩལ་ཏེ། འཇའ་ལ་ཉྭ་ཏི་རྒྱམ་ཉྭ་ཞེས་གསུང་བར་བ། ང་ཡི་ན་ལ་འཇའ་ལ་ཉྭ་ཏག་ཞེས་པའི་སྒྲ་གདངས་དེ་རྒྱམ་ཉྭ་ཡི་སྒྲ་གདངས་ཅི་རིགས་ཀློག་ཡ་རེད་གསུངས་ཡོད་འདུག་གོ་ནི། དེ་ལ་ཡང། སར་བ་ཀིར་ཏ་ཡ་སྒྱུ་པ། ཡ་སྒྱུ་པ་བི་ཏཱ། ཨེ་ཧ་ཡ་ཧི། མ་ཧཱ་བཱ་ར་ཧ། མུ་ཁ། ཏྲི་པུ་ར།

ན་ཡི་སྒྲ་དང་བློ་ཡང་ཡིན་གསུང་རན། ཉག་ན་ཡག་ཆར་ན་ལྟར་ལགས་ཞེས་གསུང་གི་ཡོད་པ། ཉག་དང་ན་ལོགས་ན་བརྩེགས་མའི་ཡི་གེ་ཡོད་པས་ན་དེ་གོང་མ་ལ་སྦྱར་བའི་སྐབས་ལ་ཡང་ན་ཡི་སྒྲ་དང་མཐུན་ན་ཡིན་གསུང་གི་མཐོང་བ་ཡིན་དུས་མུན་ལྕགས་མུན་ལྕགས། མུ་ཧུ་མུ་ཧུ། རཱ་ཧུ་ལ་རཱ་ཧུ་ལ། ཧ་ལ་ཧ་ལ། ཧ་རེ་མ་པདྨ་ན་བྷི། ས་ར་ས་ར། སི་རི་སི་རི། སུ་རུ་སུ་རུ། ཨཱ་ཡ། བུ་དྷ་ཡ་བུ་དྷ་ཡ། བོ་དྷ་ཡ་བོ་དྷ་ཡ། བོ་དྷ་ཡ། མི་ལྟ་བ། མི་ལྟ་བ། ནི་ལ་ཀཱནྟྷ། ཨེ་ཧི་ཡ། ཨེ་ཧི་ཡ་ཧི། ནི་ལ་ཀཱནྟྷ།

ཨ་ཏྲ་ཏྲ་སེ་ཧུ་བ་ཏྲ་མ་ཧ་སེ་གི་བ་དེ་ལ་ཡ། ཨ་རིན་པོ་ཆེ་ཤོད་པའི་གི་ཨ་ཆུང་མཚོན་རྟགས་ལ་ཨ་ཆུང་ཡོད་པ་དེ་ཨ་ཡི་སྒྲ་གདངས་ཀྱང་མ་ཨཏ་བྱས་རྗེས་ཨ་ཏྲ་ཨཏ་བྱས། ད་ཡང་རྟ་ལོ་བ་རྟ་ལོ་ཏྲ་བ་དེ་ཡོད་སྡོད་པ་དེ་ཡང་ཁོ་རང་གི་ཚིག་གྲོགས་དུ་མ་ཡང་རྟ་ལོ་ཏྲ་ཉི་ཙག་བ་ལ་ཡོད་སྡོད་པས་དེ་ནས་ཚིག་མ་དེ་ཚུགས་བྱས་རྗེས

མ་རེད། ན་མོ་བུ་ད་གུ་ར་བེ། ན་མོ་དར་མ་མ་ཧ་ཏེ། ན་མོ་སངས་ག་ཏྲ་ཡ་ནན། ཏྲི་པུ་བི་བི་ས་ཏ་བི་ས་ཏ་ཏན་ན་མ། ཧོ་དུ་བྱེད་ད་ཤོ་ངོས་འདི་ཁྲུ་བ་བྱེད། ཤོ་ངོས་ད་འདི་ཁྲི་ཤོ་ངོས་ལྔ་བརྒྱ་ཉི་ཤུ་རྩ་དགུ་ན་ཟེ་གུ་དོ། ལྔ་བརྒྱ་ཉི་ཤུ་རྩ་དགུ་ན།

ལྔ་བརྒྱ་སུམ་ཅུ་སོན་ལྔའི་ནང་གསེས་དང། ཤོག་གྲངས་ལྔ་བརྒྱ་སུམ་ཅུ་སོན་ལྔའི་ནང་གསེས་བས་ཨ། ཡང་ཡི་གེ་དུ་ཨ། འདི་ནི་ཆུ་ཚང་བ་ལ་སྔགས་ཀྱིས་བཏབ་སྟེ། འབྲས་བུའི་རྒྱུན་བཞིན་ལ་ཡང་གཏོང་ན་སྲིན་བུ་འབྲས་བུ་ལ་འབྲས་བུ་ལ་ཟ་བ། ཐུག་མེ་ཏུ་བོ་ཟེར་ཡང་ཟ་བའི་ཐུག་མེ་ཏུ་བོ། ན་མོ་རཏྣ་ཏྲ་ཡ་ཡ་ཤཱ་ར་མ་ཧཱ་ཤཱ་ར་ཏུ་ལུ་མ་ཧ་ཏུ་ལུ། ཨོམ་ཀུ་མི་ཧ། ཀུ་མི་ཧ་ནི་ཤ་པ། ཀུ་མི་ཧ་ནི་ཤ་པ། ཨོམ་ཀུ་མི་ཧ་ནི་ཤ་པ། ཧོ་དུ་བྱེ། དེས་ན་གཟུངས་སྔགས་འདི་ཚང་མ་རེ་བྱ། ད་འདི་ཡི་གེ་བརྒྱད་བཟི་ལ་ཡང་ཤོག་གྲངས། ལྔ་བརྒྱ་སུམ་ཅུ་སོ་དྲུག་ན་སྲིད་པའི་དང།

ན་མོ་མི་ཏཱ་བ་ཡ། ཏ་ཐ་ག་ཏ་ཡ། ཨ་ར་ཧ་ཏེ་སམ་ཡག་སམ་བུ་དཱ་ཡ། ན་མ་ཨ་ར་ཡ་ཨ་བ་ལོ་ཀི་ཏི་ཤུ་བ་ར་ཡ། བོ་དྷི་ས་ཏུ་བ་ཡ། མ་ཧ་ས་ཏུ་བ་ཡ། མ་ཧ་ཀ་རུ་ནི་ཀ་ཡ། ན་མོ་མ་ཧ། ན་མོ་མ་ཧ་སཐ་མ། པྲ་བཏ་ཡ།

འབུར་འབུད་པ། མ་ལུག་གི་ཀ་ར་ན། ཀ་ར་ན་ན་དྷ་མ། སི་ཏི་མེ་ར། བཱ་དྷ་ར། བི་ན་ཤ་བི་ན་ཤ་ན་ཀ་ར་ཡ། ར་ག་དྷ་བི་ཤ། ར་ག་དྷ་བི་ཤ། མོ་ཧ། ཇཱ་ལ་ཤ་མ་ཀ། ཤཱ་ས་ཀ། ས་མ་ཤཱ་ས་ན་ཀ་ར། ཤཱ་ས་ན་ཀ་ར། ཀ་ར་ཀ། སར་བ་པ་པ་དུར་ཀ་ཏི། པྲ་ཤཱ་མ་ན་ཀ་ར། ཀ་ར་ཡ། སར་བ་ཏཱ་ཐཱ་ག་ཏཱ། སམ་བ་དྷ་ན་ཀ་ར། ཧེ་ཧེ། མ་ཧཱ་བོ་དྷི་སཱ་ཏཝ། བྷ་ར་ཏཱ་པདྨ་ལོ་ཀ་སམ་བྷུ་དྷ།

ཨ་བི་ལ་ཅི། ཨ་བི་ལ་ཅི་ཏཱ་ཀ་ཡ། མ་ཧཱ་བོ་དྷི་སྭ་ཏཝ་ཡ། བི་དྷ་མ། བི་དྷ་མ། བི་ན་ཤ་ཡ། བི་ན་ཤ་ཡ། མ་ཡན་ཏྲི། མ་ཡན་ཏྲི་ཀླེ་ཤི། ཀླེ་ཤ་ཀ་བ་དྷ། ཨ་བ་བྷ་དྷ། བི་བི་དྷ། སྭ་ཏཝ། སྭ་ཏཝ། སངས་ས་ར།

མུ་ཡུ་མུ་ཡུ་མུ་ཡ་མུ་ཡ་མུན་ཅ་མུན་ཅ་དུ་མདུ་དུ་ན་དུ་ན་བི་དུ་ན་བི་དུ་ན་དུ་རུ་དུ་རུ་ག་ཡ་ག་ཡ་ག་ད་ཡ་ག་ད་ཡ་ཧ་ས་ཧ་ས་པྲ་ཧ་ས་པྲ་ཧ་ས་བི་བི་དཱ་ཀླཱི་ཤ་བྷ་ས་ན

མི་ཡི་དབང་བ་ལ་དུ་བ། ཡང་གཟུངས་འདི་འདི་དག་སྟེ། ན་མོ་རཏྣ་ཏྲ་ཡ་ཡ། ན་མ་ཨ་རི་ཡ་ཨ་བ་ལོ་ཀི་ཏི་ཤི་བ་ར་ཡ། བྷོ་དྷི་སྭ་ཏུ་ཨ། མ་ཧ་སྭ་ཏུ་ཨ་ཡ། མ་ཧ་ཀ་རུ་ནི་ཀ་ཡ། ཏཱ་ཏི་ཡ་ཐ། ཨ་བྷ་ཏ། ཨ་བྷ་ཏ། ཨ་རི་བ་ཏེ། ཨ་ཧི། ང་ཨེ་ཧི་ཨེ་ཧི། ཨེ་ཧི་ཨེ་ཧི་སུ་བ་ཧ། ཞེས་སྟག་མོ་དུས་ཀྱི་ཤོག་གྲངས་དེའི་རྒྱབ་སྲིད་དུའང་ལྔ་བརྒྱ་ཞེ་བཞི་ཞེ་བརྒྱད་ནང་ལ་ཡང། བ་དང་བ་ཕྱེད་ལ་ཐུག། སོགས་ནི་འདི་ལྟ་སྟེ་ཏཱ་ཐི་ཡ་དག། སར་བ་མནྡ་ར་ནི་མནྡ་ལ།

དེ་ནས་ཡིན་འབྲེལ་ཁ་ཤས་ཀྱིས་མ་བབ་བས་ཨ། སོ་ང་ནི་འདི་ལྟ་སྟེ། ཏཱ་ཏི་ཡ་དང། ཨ་བ་ལོ་ཀི་ཏི་ཤི་བ་ར་ཡ། སཱ་བ། དུ་ཤི་ཏྲ། ཨོ་ཧ། དུ་ཤི་ཏྲ། ཨོ་ཧ་ཡ་ནི་སོ་ཧ། ཨོ་ཡ། ཏཱ་ཏི་ཡའི་རི་ཤོ་ཀྲང་གི་ནང་ནས།

དེ་ནས་མ་ཧཱ་བྷེ་ཅེས་བཏགས་རྒྱུ་དེ་རེད་ག་སོགས་རེད། ཨོམ་མ་ཧཱ་བྷྲ་མ་ཡ་ཨེ་ཧི་ཨེ་ཧི་སུཝཱ་ཧ། ཨོ་དེ་ནས་མ་ཧཱ་བྷེ་ཨ་བྷེ་ཅེས་བཏགས་ཤོག་གྲངས་ལྔ་བཅུ་ལྔ་བཅུ་ང་གསུམ་ན་སྲིད་དང།

ཨ་རེ་ཨ་བ་ལོ་ཀི་ཏེ་ཤི་བ་ར་ཡ། བོ་དྷི་ས་ཏུ་བ་ཡ། ན་མོ་བོ་ཇི་ར་པཱ་ན་ཡེ། བོ་དྷི་ས་ཏུ་བ་ཡ། ཏཱ་ཙི་ཡ་ཐཱ། སི་བྷི་སི་བྷི། ཀ་ཡ་སི་བྷི། པཱ་ལ་ཤ། པཱ་ལ་ནི་སི་བ་ཧ། བོ་དྷུ་སི། བོ་དྷི་སི་མ་ཆེ། དེ་ནས་ཤོ་དྲང་ལྔ་བརྒྱ་བདུན་ཅུ་དོན་ལྔའི་ནང་གསེས་གོ། ལྔ་བརྒྱ་བདུན་ཅུ་དོན་ལྔའི་གཞུང་དངོས་བ།

འོ་དེ་སེམས་མ་བྱེད། ད་ཞོག་ངོས་སྤྱི་བོར་བཞག། ལྔ་བརྒྱ་བདུན་ཅུ་བདུན་བསྐུལ་གྱི། དེ་སྤུ་ནི་མ་བསིལ་དང། རིག་སྔགས་ནི་འདི་ལྟ་སྟེ། ཨོྃ། ཀུ་ཅི་ཀུ་ཅི། ཀུ་ཅི་ཡ་རེ། ཅཱ་རི་ཅཱ་རི། ཅཱ་རི་ལི་སཝཱ་ཧཱ། འདུག་བཞིན། དེ་ནས་མ་དཔེ་ཡི་ད་ཤོད་ཤོད་མ་ཤེས་པ་འདུག་བཤམས་ཏེ། འོན་ཡང་སྔགས་ནི་འདི་ལྟ་སྟེ། ན་མོ་ནི་ལ་ཀ་ཏྲ། ན་མ་ཨར་ཡ་ན་མ་ཨར་ཡ་ཤ་པ་ཏ་སུ་ཧ། ན་མ་ཨར་ཡ་ཤ་ལ་སུ་ཧ། འོན་ཡང་ཨེ་ཧི་ཨེ་ཧི་སུ་ཧ། ལོག་ཏུ་བཤད། དེ་ནས་ད་དུང་ལྔ་བརྒྱ་བརྒྱད་ཅུ་གྱ་གཉིས་ན་ལས་བྱེད་དང། བརྒྱད་ཅུ་གྱ་གཉིས། ལྔ་བརྒྱ་བརྒྱད་ཅུ་གྱ་གཉིས་ཤོག་ངོས་བ་དང་མ་སྲིའི་སྒོ་གི། སུ་སྒོ་གཉིས་ནང་པ་ལས་ཐལ་མོ་སྦྱར་ཏེ་ལག་ངར་གྱི་ཚིག་སྦྱར་ནས་ཐལ་མོ་གཉིས་ནི་ཕན་ཚུན་རྒྱུ་བར་བགྱིའོ་སྔགས་ནི་འདི་ལྟ་སྟེ། ཨོམ་ཨ་རོ་ལི་ཀ་ཏེ་ལེ་ལོ་ཀི་བི་དོ་ཡ། སར་བ་ཡ་དྲོ། པྲ་མར་དཱ་ན་ཀ་ར་ཡ། པུ་རུ་སུ་ཧ། ཧོ་དོ་སི་རི་ཤ། ཡ་ཡ། ད་དེ་རིགས་ད་ག་ཙམ་བཤད་ཀྱི་ཡིན་འདུག།